ད་དེ་རིང་ང་དང་ཨ་ཕྱི་ནང་བཞུགས་མཉམ་པོ་འདི་རིང་གི་སྤྱོད་འཇུག་གི་མཚམས་པོ་ནས་བཞུགས་པ་ཡིན་ན་ཤོག་ལོ་ཀ་བདུན་ཅུ་དོན་གཉིས་པ་དང་བདུན་ཅུ་དོན་གསུམ་པ་གཉིས་ཀ་བཞུགས་བྱ་ཡིན། དེ་ནས་བདུན་ཅུ་དོན་གསུམ། བདུན་ཅུ་དོན་གཉིས་པོ་བཞུགས་པ་ཡིན་ན། རྨི་ལམ་ཉམས་སུ་མྱོང་བ་བཞིན་དངོས་པོ་གང་དང་གང་བྱས་པ་དེ་དེ་དྲན་པའི་ཡུལ་དུ་གྱུར་འདས་པ་ཐམས་ཅད་མཐོང་མི་འགྱུར། ཟེར་རེ་དེ་རིང་མ་རྩ་ཆེ་མིག་གསུངས་འདུག་ག་ལ། ཡི་དོན་དག་པོ་ཕྱི་བཞུགས་དེ་ནོག་བཞུགས་མཉམ་པོ། དེ་ནས་ད་ང་དང་ཕྱི་བཞུགས་ཀྱང་བཞུགས་མཉམ་པོ། དེ་ནས་ང་དང་ངའི་དོན་དག་མེད་མཁན་ནི་དེ་ནི།

པ་རུག་པ་རུག་ནི་སྐྱི་དག་ལ་དེ་ནི་སྐྱི་ཚད་མི་བརྟན་ནས་དེ་ནི་ལུང་པར་སླེབས་སྲིད་གཟུགས་སྐྱིད་པོ་ཡང་མཐོང་རུང། པ་རུག་པ་རུག་ནི་ནི་ནི་འཛམ་བུ་གླིང་ཟོན་ཏེ་སྡུག་བསྔལ་བོ་སྐྱེ་རེ། ང་རང་གཅིག་པོའི་གོས་ཁར་སླེབས་མ་སླེབས་པ་བསམ་ཆོག་སའི་སྡུག་བསྔལ་ལ་དེ་ནི་ཉིད་ལ་མ་མཐོང་རུང། དེ་ན་ཙོག་ཁ་པ་རུག་པ་རུག་ནི་དེ་ནི་ཕྱུག་པོ་ཆགས་མཐོང་རུང། པདྨ་ནི་དེ་ནི་འཛམ་བུ་གླིང་དེ་ནི་ང་ནི་རྒྱུ་ནོར། ལོངས་སྤྱོད་དུ་བསམ་ན་བདག་པོས་མ་ལེགས་གྱུར་གང་ཙོག་ལ་ལ། ཡང་ན་དེ་ནི་དང་དེ་རེ་ཞུས་པས་ནི་ཨེ་ལོན་མ་སང་དེ་ནི་ཕྱུག་ག་དེ་ནི།

ཏོ། གསུངས་པ་སེར་སྤེལ་དེ་ན་རྫོགས་ཨ་ཟེར། ངོ་བོ་གང་དང་གང་བྱས་པ་དེ་དེ་དྲན་པའི་ཡུལ་དུ་འགྱུར་ཞེས་བྱ་བ་ལ། དེ་ན་རྫོགས་ང་དང་ཤི་གསུངས་པ་ཡིན་ན་ནི་ཞེས་བྱ་བ་ལ། ད་དེ་ནི་མ་ཤི་རིང་རྒྱལ་ལ་སོ་སོའི་མཛའ་བོ་དང་མཉམ་པོ། དེ་ནི་སྐྱིད་པོ་དང་སྐྱག། མཛའ་བོ་དང་མཉམ་པོ་དེ་ནི་ང་དང། གཉེན་སྐྱིད་སྡུག་དང་མཉམ་པོ་དེ་ནི་གང་པོ་ཆོས་སྐྱག།

འཛིང་མོ་དང། འོ་ཡ་ད་སོ་སོའི་མཛའ་བོ། ད་མཛའ་བོ་དང་མཉམ་འདུག་དེ་ནི་ང་དང། འཇིག་རྟེན་ན་སྐྱིད་ན་སྐྱིད་ཚོད་མེད་མཁན་དང། ནི་སོ་སོའི་དགྲ་བོ་དང་མཉམ་པོ་ཡང་དེ་ནི་ང་དང་འདུག་འཇིག་རྟེན་ན་སྡུག་ན་སྡུག་ཚོད་མེད་མཁན་དང་ཟེར་མཁན་ནི་གཞུ་ཞིག་སྟེ་འདོགས་ག་ལ། མཛའ་དང་མི་མཛའ་དུ་མ་དེ་ཞིག་འདོགས་པ། ད་ལྟའི་དོན་དག་ལ་ང་ད་ཅིག་ཟོ་ན་དེ་དག་དོན་དུ་བྱེད་པའི་དིགས་ད་དགྲའི་དོན་དག་ལ་དགྲ་ཕམ་བྱ་སའི་བར་དོན་དག་ལ་དེ་ནི་མ་སྡིག་པའི་མང་པོའི་ཆོས་སུ་ཡོང་རོགས་དེ་ན་ཚོ་ག་དེ་ནི་ཉན་ལ་སྐྱིད་པོ་ཡོང་བྱ་སའི་དོན་དག་ལ་ཡང་སྡིག་པ་མ་མང་པོའི་ཆོས་སུ་ཡོང་རོགས་དེ་ཅིག་ག་ནི་སྡིག་པ་བོ་བཞུ་སྟེ་ན་བ་ལ་མི་བཟད་སྒང་ན་བདུན་ན་གནས་དེ་ཆོ་ག་ནི་སྡིག་པ་ཚད་མ་ཡང་ད་རེས་རྨི་ལམ་ཉམས་སུ་མྱོང་ག་ཚོགས་ཤིང་ནོག་མ་གཏོགས་དེ་ཚོས་སྡིག་པ་བོ་ཁོ་རང

དེ་སང་ང་དང་ཆོས་སྤྱོད་ན་ཅིས་མ་རུང་བསམ་ཞིང་འགྱོད་པས་སྐད་ཆ་པོ་ལ་རྣམ་པར་སུན་འབྱིན་པའི་སྟོབས་ལས། དེ་ནི་རྨི་ལམ་གྱི་དཔེས་བཤད་དེ་དེ་ནི་ཡིད་བརྟན་མི་རུང་བ་འགྱོད་པ་བཤགས་པ་གཟི་རྐང་པོ་བཞུགས་སུ་གནང་ཡ་ལས།